རྒྱལ་བ་ལྕགས་ཕོའི་ལྕགས་འུབ་གཏོར་གསལ་བ་ཙམ་མ་གཏོགས་ཨོ་དི་མ་ནི་བླ་གོར་གྱི་བུ་བྱུང་རིམ་ཧང་སྟེ་འཇུག་མ་མོ། མ་ནི་བླ་གོར་ད་གང་གི་བུ་ཕུ་ནྷང་ལྟ་བུ་ལྕགས་མོ། ནི་ཨུ་དུ་མ་ནི་བླ་གོར་གྱི་བུ་སངས་རྒྱས་ཧབ་སངས་རྒྱས་ཨི་བུ་ཀབ་གང་འཇུག་མ་མོ། ཨོ་དུ་སེ་ནག་ཤ་སྣ་མེད་ས་མི་སྙུང་བུ་ལ་ཨན་ཤུ་ལེ། ངོ་ནུ་གུ་བ་དན་གྱི་སྒོ་མ་རང་མ་ནི་བླ་གོར་ད་གང་གི་བུ་མ་ནི་འཁོར་ལོ་ཨི་གང་གི་བུ་ག་དན་ད་སེ་ལེ་ཁེ་བ་ལོ་རྒྱུས་གསལ་ལེ་ཁྱོ། བོད་སྣང་ལྟ་བུ་རྒྱམ་གསལ་ལེ་ཁྱོ། གནམ་བཟའ་མི་དགེ་ཕྱི་ལོ་དུར་རྗེས་ནང་ཨན་ཞུ་ལེ། འོ་ནུ་དགེ་བ་བསྟན་རྒྱལ་ཨེ་བསྟན་ས་ཆ་པན་ཏི་བདག་གི་སྲུང་མ་ལ་མི། ཁྱི་རྒན་སྐུ་བཅུག་འདོན་པ་ལ་རྒྱུ་མཚན་མེད་པར་ཐམས་ཅད་འཇུག་ཀ་ནི་སྲུང་མ་བུ་སྐྱེ་ན་ནི་འུ་ཐུག་ལྟ་བུ་རི་འདི་ལས་རྒྱུ་བ་ལ། འོ་ནུ་དགེ་བ་བསྟན་རྒྱལ། History ལོ་རྒྱུས་གལ་པོ་གསལ་ལེ་ཁྱོ་བ། དེའི་ཕྱི་རོལ་ལ་འོ་ནུ་གྱོ་བ་དེ་ཉིད་དེའི་ནང་བྱས་ནས་མ་ནི་ལ་གོར་ག་བྲེ་ཤེས་མདོར་བསྡུས་དུར་ཞུ་ལས་ཨ་ནི་ཞུ་ལས། སྤྱིར་བཏང་མ་ནི་ལ་གོར་ཨ་ནི་བུ་དྲག་མ་ནི་འཁོར་ལོ་བདག་ག་འགྱེད་བུ་ཞོ་སངས་རྒྱས་དབྱེ་བུ་སྐབས་ཀ་འབྱུང་མ་ཡ་དང་ནི་ལ་བཟླས་པས་སངས་རྒྱས་མར་མེ་མཛད་སྐབས་ཀ་ནི་འུ་ཐུག་སྐབས་ཀ་མ་ནི་འཁོར་ལོ་ཨ་ནི་བུ་དྲག་མ་ནི་ལ་གོར་ཨ་ནི་བུ་ཐུག་སྐབས་ཀ་འབྱུང་མ་གྱོ་བ་ལ་ཨ་ནི་ཞུ་ལས། ཨོྃ་ཨུ་དུ་བཟླས་པས་སངས་རྒྱས་མར་མེ་མཛད་སྐབས་ཀྱི་འབྱུང་བ་ཀཱི་ལ་མར་མེ་མཛད་ཀྱི་དབྱིབས་པ་ག་ནང་མ་ཡང་ཨ་དང་ནི་ལ། ཀླུའི་རྒྱལ་པོ་བྱང་ཆུབ་སེམས་དཔའ་ག་ནང་མ་གོ་ལ་ཨཱི་ཤཱུ་ལེ་ལ། ཀླུའི་རྒྱལ་པོ་བྱང་ཆུབ་སེམས་དཔའ་གི་དབྱིབས་པ་ག་ནང་མ་གོ་ལ་དང་ནི་ལ། ཨཱི་ཀྱིན་དཔལ་མགོན་འཕགས་པ་མགོན་པོ་ལྷུན་གྲུབ་ཀ་འོ་དུ་ག་ནང་མ་གོ་ལ་ཨཱི་ཤཱུ་ལེ་ལ། ནི། སྤར་ཀུན་འཕགས་པ་མགོན་པོ་ལྷུན་གྲུབ་ཀྱི་ཤུལ་དབྱི་བ་དགའ་ནག་མ་གྱོ་ལ་གདངས་ནས་ལ། མཁའ་འགྲོ་མ་སྲིང་ངེ་གདོང་ཅན་དགའ་ནག་མ་གྱོ་ལ་ཨ་ནི་ཞུ་ལེ་ལ། ཧཱུྃ་མཁའ་འགྲོ་མ་སྲིང་ངེ་གདོང་ཅན་གྱི་ཤུལ་དབྱི་བ་དགའ་ནག་མ་ལ་གདངས་ནས་ཏི་ལོ་པ་ཤེས་རབ་བཟང་པོ་ཡིག་ས་དགའ་ནག་མ་གྱོ་ལ། ནི། ཏི་ལོ་པ་ཤེས་རབ་བཟང་པོ་གྱི་ཤུལ་དབྱི་བ་དགའ་ནག་མ་གྱོ་ལ་གདངས་ནས་ལ། ཨའི་ཏིང་ཀ། ན་རོ་ཇཱ་ན་སི་ཏི་ཡི་ཀ་ནང་མ་གོ་ལ་ཨན་ཞུ་ལེ་ལ། ཨོམ་ཨུམ་ན་རོ་ཇཱ་ན་སི་ཏི་ཀི་ཞུ་ཨི་བ་ཀ་ནང་མ་གོ་ལ་ཨ་ད་ནི་མར་པ་ཆུ་ཀི་ལོ་ཏི་ཀ་ནང་མ་གོ་ལ་ཨན་ཞུ་ལེ་ལ། ནི་མར་པ་ཆུ་ཀི་ལོ་ཏི་ཀི་ཞུ་ཨི་བ་ཀ་ནང་མ་གོ་ལ་ཨ་ད་ནི། སྨིན་བླ་ཞེས་པའི་རྡོ་རྗེ་ཀ་ནང་མ་གོ་ལ་ཨན་ཞུ་ལེ་ལ། སྨིན་བླ་ཞེས་པའི་རྡོ་རྗེ་ཀི་ཞུ་བདག་པོ་ལྷ་རྗེ་ཀ་ནང་མ་གོ་ལ། བདག་པོ་ལྷ་རྗེས་ཀྱིས་ཞུ། བདག་པོ་ལྷ་རྗེས་བསོད་ནམས་རིན་ཆེན་གྱི་ནང་མ་འགྱོགས་ལ། ནི། དབུམ། ཨུ་དུ་བདག་པོ་ལྷ་རྗེས་བསོད་ནམས་རིན་ཆེན་གྱིས་ཞུ་དབྱི་བ་ག་ནང་མ་འགྱོགས་ལ་བཏང་ནས་ལ། ཀརྨ་པ་འདི་གསུམ་མཁན་པ་ག་ནང་མ་འགྱོགས་ལ་ཨ་ནི་ཞུ་ལེ་ལ། འོ་དུ་གུ་བ་དེ་ཉིད་མ་ནི་ལ་གོར་གེ་པོ། མ་ནི་འཁོར་ལོ་གེ་པོ་འབྱུང་རི་མོ་ནི་ཨ་ནི་འབྱུང་མ་འགྱོགས་ལ་ཨ་ནི་ཞུ་ལེ་ལ། ཨུམ། ཨུམ་ཨུ་ད་ཀ་ལོ་རྒྱུ་དུར་བཞུ་ལས་མེ་ཨུ་དུ་འབྱུང་རི་མོ་ནི་འབྱུང་མ་གྱོ་ལ། ལོ་རྒྱུ་ཞང་ཏི་གྱོ་ལ་དང་ནི་ལ་ཨུ་དུ་ཀི་མ་ནི་འཁོར་ལོ་ཀེ་པུ་ཤོ། ལུང་བསྟན་ཨི་བི་ཀི་ནང་མ་གྱོ་ལ་དང་ནི་ཨའི་བསྟན་འཕགས་པ། འཕགས་པ་སྤྱན་རས་གཟིགས་ཀྱི། ལུང་བསྟན་མགོན་པོ་ལོ་འགྲུབ་ཀ་ལུང་བསྟན་ནང་མ་གྱོ་ལ་ཨན་ཤོ། འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཀྱི་ཤོ་ལུང་བསྟན་མགོན་པོ་ལོ་འགྲུབ་ཀ་ལུང་བསྟན་ནང་བསྟན་ནང་མ་ལ་དང་ནི་ལ། མགོན་པོ་ལོ་འགྲུབ་ནན་ཀེ་པུ།

ཀླུ་ཡི་རྒྱལ་པོ་བྱང་ཆུབ་སེམས་དཔའ་གིས་རོ་ཀ་ག་ཞུ་ནི་རོ་ཀེ་ཀེ་ཀ་ད་དེ་འདྲི་ཞུ་ནི་ནི་དམིགས་ཡུལ་ག་ནི་འོ་དོ་ཀེ་པོ་འོ་དོ་བཟང་མོ་ཆོས་ཀྱི་འཁོར་ལོ་ཀེ་པོ་ཤོག་དར་ཆབ་མཛེས་པའི་ཁལ་ལེ་ཨ་ནི་ལུང་བསྟན་འུ་དོ་ད་བོ་ནང་མ་ཀྱོ་ལ་ཨ་ནི་ཞུ་ལེ་ལ་ཧོམ་འུ་དོ་ད་བོ་ལུང་བསྟན་ཨ་ནི་འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཀྱི་ལུང་བསྟན་འུ་དོ་ད་བོ་ནང་ནི་ནི། དཔའ་རྒོམ་འཕགས་པ་ལྷུན་གྲུབ་སྐྱེ་བོའི་ཀླུ་ཡུལ་གར་ཕེབས་ནི། ཀླུ་ཡི་རྒྱལ་པོ་བྱང་ཆུབ་སེམས་དཔའ་ག་ཨུ་དུ་ལྟ་བུའི་གཞུ་ནི། ཀླུ་ཡི་བྱང་ཆུབ་སེམས་དཔའ་གའི་ཧང་སྲུང་མ་ལ་བདག་ནི་ལ། ཧང་སྟེ་སྲུང་མ་ལ་བདག་ནི་ལ། ནི། ང་ཡི་ཆོས་ཀྱི་འཁོར་ལོ་བཟང་མོ་བ་ནི། བྱ་དགའ་ཆོས་ཀྱི་འཁོར་ལོ་ཨུ་དུ་ལྟ་བུ་བཟང་མོ་སྐྱེ་བོ་ཤོ། མཐོང་ན་མཐོང་འགྲོ་རེག་ན་རེག་འགྲོ་འགྲོ་བ་རེ་འགྲོ་སེམས་ཅན་ཐམས་ཅད་གང་ངན་སོང་གསུམ་ག་སྡུག་བསྔལ་ཆེན་པོ་སྐྱེ་བོ་མྱུར་དུ་སྒྲོལ་བའི་རེ་བ་ཨུ་དུ་ལྟ་བུ་ཆོས་འཁོར་བཟང་མོ་སྐྱེ་བོ་ཤོ། ཨུ་དུ་ཤོ་འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་དང་འཇང་སང་ཆེན་པ་དང་རོག་ཏི་པ་ཐམས་ཅད་ཀྱི་གཟུངས་ཀ་སྙིང་པོ་དང། སྙིང་པོ་ཤོ་མ་ནི་ཨོ་མ་ནི་པད་མའི་ཧཱུྃ་ཀ་འོད་དང་ནང་ག་ཚངས་པ་བྱ་འོད་དུ་ལྟ་བུ་ཚངས་ཀ་ཤོ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཕྲིན་ལས་ཡོན་ཏན་ཀ་ཡོན་ཏན་འོད་དུ་ལྟ་བུ་གནོད་པ་ཐམས་ཅད་གཅིག་ཏུ་བསྡུས་པ་ཀ་གཟུངས་སྔགས་སྐྱེས་བུ་ཤོ་མ་ནི་འཁོར་ལོ་གྱི་ལ་ནང་ཨ་ནི་འོད་དུ་ལྟ་བུ། ནི་ཡོད་ལ། ཨའི་སྟེང་ཀ། ཀླུ་ཡི་རྒྱལ་པོ། བྱང་ཆུབ་སེམས་དཔའ་གྱི་འུར་རྡོ་ལྟ་བུ། ནི་དཔལ་གོང་འཕགས་པ་ལུས་འགྲོ་བ་འུར་རྡོ་ལྟ་བུ་སྲུང་མ་བསྒྱུར་བ་ལ་ཨའི་ཞུ། འུར་རྡོ་ལྟ་བུ་སྲུང་ཆུབ་འདི་སྐད་ཞུ། ཨོ་མ་ནི་འཁོར་ལོ་ད་གང་གྱི་བུ། མ་ནི་ལ་ཀོ་ར་ནི་བུ་དྲ། མ་ནི་འཁོར་ལོ་ད་གང་གྱི་བུ། བཙུགས་ནི་ལའང་དེ་བཙུགས་པའི་མོ། འཕྱར་ནི་ལའང་དེ་འཕྱར་བའི་མོ། འུར་རྡོ་བསྐོར་ཀ་ཞུ། ཧཱང་ཏི་སྲུང་མ་ལ་སྡང་ནས་ལ་ཀླུ་ཡི་རྒྱལ་པོ་བྱང་ཆུབ་སེམས་དཔའ་གིས། དཔལ་མགོན་འཕགས་པ་ཀླུ་འགྲུབ་ཀྱི་ཧཱང་ཏི་སྲུང་མ་ལ་སྡང་ནས་ལ། ནི་མ་ནི་འཁོར་ལོ་བདག་གང་རྒྱལ་པོ་ཆུ་ས་ག་ས་ལ་བཙུགས། ས་ལ་བཙུགས་ཆུ་ལ་བཙུགས་མེ་ལ་བཙུགས་རླུང་ལ་སོགས་པ་ལ་བཙུགས་ཨ་ནི་འོ་དོ་ལྟ་བུ་སྲུང་མ་གིའོ་ལ་ཨན་ཞུ་ལས། མ་ནི་འཁོར་ལོ་བདག་གང་བྱེད་མ་ནི་འཁོར་ལོ་ཨ་ནི་བྲ་མ་ནི་ལ་ཀོ་རི་ག་ནི་བི་ས་ག་ཆ་བཙུགས་ཆུ་དང་མེ་ན་ཆུ་རི་ག་བཙུགས་ཆུ་དང་མེ་ན་མེ་ག་བཙུགས་ཆུ་དང་མེ་ན་རླུང་ག་བཙུགས་ཆུ་ཨན་ཞུ་ལ། ཨོ་མ་ཨེ་དེང་ས་ག་བཙུགས་ཆོས་ག་འདའ་ཨེ་དེང་ཐིང་པོ་ཆེ་དེང་རེབ་དང་མ་ནི་ལ་གོ་རྷབ་ཏུ་ལ་ནི་ངོ་ནུ་ཆུ་ས་ག་བཙུགས་གྱོ་ན་མི་ས་ག་བཙུགས་ཆོ་ཨོ་མ་ཆུ་ལ་བཙུགས་གི་ག་ཆོ་རི་ཤོ་ས་ག་མ་ནི་ལ་གོ་ཐོ་ན་མི་མ་ནི་ཁོ་ལོ་འུ་དུ་ཆོ་ཆུ་ལ་བཙུགས་ག་ནི་མེ་ལ་བཙུགས་ད་ག་ཆོ་ཨེ་པ་ཀར་མི་ཕི་ལ་གམ་ཀར་མི་ཕི་བི་ག་ཨོ་ད་ག་ཀར་མི་ཕི་ས་ཐུང་ག་མ་ནི་མ་ནི་ག་འུ་དུ་དུ་ཐོ་ན་མུ་ནུ་ཡུམ་ན་མི་མུ་ནུ་ཀྱོ་ལ་མེ་ལ་བཙུགས་ད་ག་ནི། རླུང་ལ་བཙུགས་ད་ག་ཞོ་རི་ཏི་ཀི་ཨ་ནི་ཨུ་དུ་མ་ནི་ལ་གོ་ཀོར་བི་དུར་བཙུགས་པ་ལ་མི་འུ་དུ་ཞོ། རླུང་གི་ཀོར་ཨ་ག་རླུང་གི་རླུང་ལ་བཙུགས་གི་ག་ཞོ་འུ་དུ་ད་བུ་ཀྱོ་ལ་ཨི་ཞོ། འུ་ནུ་ད་བུ་ཨ་ནི་འུ་དུ་ད་བུ་དུར་མ་ནི་ལ་ཀོར་ཀི་བུ་འབྱུང་རིམ་མ་ནི་ན་ལ་ཀོར་ག་ལོ་རྒྱུ་མ་ནི་ལ་ཀོར་ག་ཕོན་ཞོ་འུ་དུ་ད་བུ་ཅ་ཨ་ནི་སུག་མ་ཀྱོ་ལ་ཨི་ཞོ་ལེ་ཨོ་ན་མ་ནི་ལ་ཀོར་ཀི་བུ་ཨེ་བ་ཀི་མཐོང་བ་ཙམ་གི་མཐོང་གྲོལ་རེག་པ་ཙམ་གྱིས་རེག་བྲོ་ལ་བྲོ་བ་རེ་བྲོ་སེམས་ཅན་བལྟམས་པའི་སྡུག་བསྔལ་ངན་སོང་གསུམ་ཀ་སྡུག་བསྔལ་གྱིས་མྱུར་དུ་སྒྲོལ་བའི་རེ་བའི་ཀ་ཨོ་མ་ནི་པདྨའི་ཧཱུྃ་ཀ་མ་ནི་ལ་ཀོར་ཀ་འུ་ཏུ་ཀ་བྷེ་ནི་ཨུ་ཐུ་ཏབ་ཅཱ་ཨ་ནི་ཨུ་ཏུ་ཏབ་སུ་མ་དགེ་བ་ལ་ཨ་ནི་ཤུ་ལེ་ལ་ནི་ཨོ་མ་ནི་ལ་ཀོར་ཨོ་མོ་ནི་གྱོ་ན་མ་ནི་ལ་ཀོར་ར་ནི་བྲ་མ་ནི་འཁོར་ལོ་ཀེ་བུ་ཤོ་འཇའ་གར་འཕགས་པའི་ཡུལ་ཀ་ཨི་བྷེ་ཀི་དར་བ་གི་ལ་ཡ་ཨ་དང་ནི་ལ་ཨའི་སྟེང་ཀ་ནི་འཇའ་གར་ཀ་ཤོ་མཁའ་འགྲོ་སེང་གེའི་གདོང་ཅན་གྱོ་ལ། མཁའ་འགྲོ་སེང་གེའི་གདོང་ཅན་གྱི་བརྒྱུད་པ་བཙུན་ནི་ཨའི་ཏིང་ངེ་འཛིན་སློབ་པ་ཤེས་རབ་བཟང་པོ་དགོས་ལ་ཤེས་རབ་བཟང་པོ་གི་བརྒྱུད་པ་བཙུན་ནི་ཨ་ནི་ནི་ན་རོ་ག་རེ་ན་རོ་ཇཱ་ན་སི་ཏི་དགོས་ལ་ན་རོ་ཇཱ་ན་སི་ཏི་འུབ་ཏུ་རོག་ཏི་པ་ཀི་ཨ་ནི་ཇཱ་གར་འཕགས་པའི་ཡུལ་ཀ་ཤོ་མ་ནི་ལ་འཁོར་ཤོ་རོག་ཏི་པ་ཀི་བརྡར་ཆབ་ཟེར་པ་དགོས་ལ་ཨ་ནི་ཤུ་ལེ་ལ་ཨོམ་བུད་དང་སྒྲུབ་དབོན་པ་ཀ་ཤོ་ཨི་བི་ཀི་བརྡར་ཆབ་ཟེར་པ་དགོས་ལ་ད་ནི་མར་པ་མཆོག་གི་བློ་གྲོས་ཀི་ཨ་ནི་མར་པ་མཆོག་གི་བློ་གྲོས་ཀ་ཚིག་འཛིན་ཤོ་སྨིན་བླ་ཞེས་པ་རྡོ་རྗེ་གིས་བརྒྱུད་པ་ཟིན་ནས་སྨིན་བླ་རྡོ་རྗེ་ཞེས་པ་གིས་བརྒྱུད་པ་གེ་ཤུ་ཨའི་སྟེང་གི་བདག་པོ་ལྷ་རྗེ་འགའ་ནང་བདག་པོ་ལྷ་རྗེ་བསོད་ནམས་རིན་ཆེན་གྱིས་བརྒྱུད་པ་སོང་ནས་སོག་ན་བདག་པོ་ལྷ་རྗེ་བསོད་ནམས་རིན་ཆེན་གྱིས་བརྒྱུད་པ་གེ་ཤུ་ཨའི་སྟེང་གི་ཀརྨ་པ་སྡེ་གསུམ་མཁན་པ་གིས་འུ་དུ་ལྟ་བུའི་བརྒྱུད་པ་བཙུགས་ནས། ཨོ་མ་ས་ཛམ་བུ་གླིང་ནང་ག་མ་ནི་ལ་སྐོར་ག་ནི་མ་ནི་ལ་སྐོར་ཁེ་བུ་དྲ་མ་ནི་འཁོར་ལོ་ཁེ་བུ་ཤོ་དར་ཆབ་འུ་ནུ་ལྟ་བུ་ཟས་པགས་ཀྱི་བ་ལ་ཨ་ནི་འུ་ནུ་ལྟ་བུ་རྒྱུག་མ་འུ་ནུ་ལྟ་བུ་ཨོ་མ་ས་གའི་དར་ཆབ་རིང་ག་ནི་འོ་ནི་ཨ་ནི་རྒྱ་གར་ག་རྒྱུག་དར་ཚུ་རོག་སྟོད་བགས་ཀྱི་དར་བ་ནི་ག་ག་ནི་ཨའི་སྟེང་ག་འོ་མ་ནི་བོད་གངས་ཅན་ལྗོངས་ག་མ་ནི་ལ་སྐོར་ཁེ་བུ་དར་ཆབ་རྒྱུག་ནི་ལ་འུ་ཐུ་ལྟ་བུ་རྒྱུག་མ་ཨ་ནི་འུ་ཐུ་ལྟ་བུ་དཔེ་ཆ་ནང་ག་འོ་ནི་སྲུང་ཐོག་ལ་ཨན་ཤུ་ནི། མུ་ནུ་ཀི་བ་དེང་གི་འུ་དུ་ལྟ་བུ་ཏི་ཏཱ་རི་ཏི་ཏཱ་རི་དུར་བརྩིས་ནས། ཨོ་མུ་ཏུ་ཀེ་བུ་མ་ནི་བླ་ཀོར་ཀེ་བུ་སངས་རྒྱས་དབྱི་བ་ཀ་བཀའ་འཇུག་མ་ལམ་འཇུག་པ་ཧང་དེ་ཡ་ནི་དུང་ལྟ་བུ་མ་ས་ཛམྦུ་གླིང་ནང་ག་དར་ཆབ་བརྒྱོ་ན། མ་ནི་བླ་ཀོར་ཀ་བྷོན་ཀེ་བུ་ཧང་ལྟ་བུ་ལམ་འུ་དུ་སི་ནི་འུ་དུ་ཀེ་བུ་ལག་ལེན་ཐམ་ནི་ལ་ཨེ་བ་ཀ་དད་པ་ཤེག་པི་ར་མ་དྲ་ལ། དད་པ་ད་གང་གེ་བུ་ཙོག་གི་ལམ་དད་པ་མེད་པའི་མི་རྣམས་ལ་དཀར་པོ་ཆེ་ཡང་མི་གྱོན་ས་བི་མིའི་ཚིག་པ་ཡིན་སྨྱུ་གུ་སྔོ་བོ་ཇི་བཞིན་ནུ་ཨན་སུག་མ་བུ་ཟེར་དད་པ་ཤེག་པི་ག་དེང་གི་ཧིས་ཏྲི་དང་ལོ་རྒྱུས། ཁེ་ཕན་ཁྱོད་མཆོག་སྐྱེས་བུ་བརྩེ་རེ་ཁྱོད་རྣམ་མེད་བསམ་མེད་རྒྱལ་ཕྱི་ལོ་དུར་རྗེས་ན་བཞུགས་ཏེ། ངུ་ནུ་གུས་བ་དེང་གི་ཁྱི་ནི་ཐི་ནོ་ཁྱི་རྗི་ཐི་ནོ་མ་ནི་ལ་ཀོར་ག་ཀོར་ག་མ་ནི་ཁོ་ལོ་ག་ཀོར་ག་ལོ་རྒྱུས་མཛེས་མོ་དུ་རུ་ཞུ་བ་ནི་འུ་ཐུག་གི་ནད་པ་ག་ཕན་ཏོག་པེ་ག་རལ་བ་ནི་ནད་པ་ག་ཧན་པེ་གོ་ནི་རྨོངས་པེ་ག་རྨོངས་སེལ་ལྟ་བུ་རི་ལས་ག་རྨི་ལམ་བྱ་ཞིང་བྱ། ནི་འོ་དོ་ལྟ་བུ་ཁེན་མེ་རེ་ནི་ཤོག་ཨེ་བ་ཐུར་ནིག་ཙི་ཀ་ཕན་ཏོག་པེ་མེ་ཐུར་ནིག་ཙི་ཀ་ཕན་ཏོག་ནི་དགེ་བ་ལེགས་པོ་འགྲུབ་པའི་རེ་བས་ལ་སོ་ཐུར་ནིག་ཙི་ཕན་ཏོག་པེ་རེ་བ་ཅིག་ལ་སོ་བཀའ་དྲིན་ཆེ།